ཏོག་དབྱིབས་ནད་ཡམས་ལ་གདོང་ལེན་བྱེད་རྒྱུར་ར་ཤི་ཡའི་ཡུལ་སྡེ་མི་མང་ལ་སྨན་ཁབ་རྒྱག་འགོ་བཙུགས་ཡོད་པ་དང། Sputnik Five ནི་ཏོག་དབྱིབས་ནད་ཡམས་ཆེད་སྨན་ཁབ་བཟོས་པ་ཐོག་མ་དེ་ཡིན་ལུགས་ར་ཤི་ཡའི་དཔོན་རིགས་ཚོས་གྲོས་གཞི་བཞེས་བཞིན་ཡོད་པ་དང། སྨན་ཁབ་དེའི་ནུས་པ་བརྒྱ་ཆ་དགུ་བཅུ་ཟིན་གྱི་ཡོད་ལུགས་བཤད་ཀྱི་ཡོད་པ་རེད། སྨན་ཁབ་དེ་ཐོབ་མཁན་ཚོས་གྲོས་གཞི་བྱས་དོན་ལ། དཔེ་མཚོན་འདིའི་ཐོག་ནས་སྨན་ཁབ་དེ་དགོས་ཀྱི་ཡོད་པ་ཞིག་དང་ང་ཚོ་སྨན་ཁབ་བཟོ་ཐུབ་མཁན་ཐོག་མ་དེ་ཡིན་པ་གསལ་སྟོན་བྱེད་ཀྱི་ཡོད་རེད། ད་ཕན་ར་ཤི་ཡའི་མི་མང་ས་ཡ་གསུམ་ལ་ནད་གཞི་དེ་གྱོད་ཡོད་པ་དང་མི་མང་སྟོང་ཕྲག་ལྔ་བཅུ་ཙམ་ནད་གཞི་དེའི་རྐྱེན་པས་འདས་གྲོངས་སུ་གྱུར་ཡོད་པ་སོང་སྲིད་འཛིན་བྷི་ལ་རི་མིན་པུ་ཏིན་གྱིས་ཡུལ་དེའི་མི་མང་ཡོངས་ལ་སྨན་ཁབ་དེ་རྒྱག་དགོས་པའི་བཀོད་ཁྱབ་བཏང་ཡོད་པ་རེད། ཡུལ་དེའི་སྨན་ཁང་ནང་ལས་ཀ་བྱེད་མཁན་འཕྲོད་བསྟེན་ལས་མི་ཚོར་སྨན་ཁབ་དང་པོ་དེ་ཐོབ་ཀྱི་ཡོད་པ་དང་དེའི་རྗེས་སུ་ལོ་ན་དྲུག་ཅུ་ཡན་གྱི་ར་ཤི་ཡའི་མི་མང་ཚོར་སྨན་ཁབ་རྒྱག་རྒྱུའི་འཆར་གཞི་ཡོད་པ་རེད། དེ་ཚོའི་ཁོངས་སུ་སྲིད་འཛིན་པུ་ཏིན་ཡང་ཚུད་ཡོད་པ་དང་ད་ཕན་ཡུལ་དེའི་མི་མང་འབུམ་གསུམ་ཙམ་ལ་སྨན་ཁབ་དེ་བརྒྱབ་ཟིན་ཡོད་པ་རེད།
མི་མང་ཡོངས་ལ་སྨན་ཁབ་བརྒྱབ་ཐུབ་པ་ཡིན་ན་གོད་གནས་ཚབས་ཆེ་ཤོས་དེ་ཚོ་ཡང་ང་ཚོས་བཏུལ་ཐུབ་ཀྱི་ཡོད་པ་དེ་སྨན་བཅོས་ཀྱི་ལོ་རྒྱུས་ཐོག་ནས་ཤེས་རྟོགས་ཡོང་གི་ཡོད་རེད། ཐེངས་འདིའི་གནས་སྟངས་དེ་ཡང་གཅིག་མཚུངས་རེད། མི་མང་ཚོར་སྨན་ཁབ་གང་མྱུར་རྒྱག་ཐུབ་པ་དེ་ཚོས་ཀྱིས་ང་ཚོའི་གནས་སྟངས་ཇེ་བཟང་དུ་འགྲོ་གི་རེད། ཡོན་ཏེ་འགའ་རེ་ཡིས་སྨན་ཁབ་འདི་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་པའི་དམིགས་ཡུལ་དེ་ཚན་རིག་ལས་ལྷག་པའི་ཆབ་སྲིད་དང་འབྲེལ་བ་ཡོད་པའི་དོགས་གཞི་བྱེད་ཀྱི་ཡོད་པ་རེད། དཔེར་ན་སྨན་ཁབ་འདི་ཚོད་ལྟ་བརྒྱུད་རིམ་གསུམ་པ་དེ་མ་བྱས་པའི་སྔོན་ལ་ར་ཤི་ཡ་ནུབ་ཕྱོགས་རྒྱལ་ཁབ་ཁག་ལས་ཀྱང་སྨན་ཁབ་སྔོན་ལ་བཟོ་ཐུབ་ཡོད་པ་དྲིལ་བསྒྲགས་བྱས་ཡོད་རེད་ཅེས་སྨན་ཁབ་འདིར་སྐྱོན་བརྗོད་བྱེད་མཁན་ཚོས་འགྲེལ་བརྗོད་བྱེད་བཞིན་ཡོད་པ་རེད། ཉེ་དུས་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པ་ཞིག་གི་ནང་སྨན་ཁབ་འདིའི་ཐད་མི་མང་ཁྲོད་ལ་བསམ་ཚུལ་མ་འདྲ་བ་འབྱུང་བཞིན་ཡོད་པ་རེད།
ངས་སྨན་ཁབ་དེ་རྒྱག་གི་མེད། ར་ཤི་ཡ་མི་དམངས་མང་པོས་སྨན་ཁབ་དེ་ལ་ཡིད་ཆེས་བྱེད་ཀྱི་ཡོད་མ་རེད།
ཡིན་དང་ཡིན། ངའི་ནང་མི་དང་གྲོགས་མོ་དེ་ག་ནང་བཞིན་ལས་རོགས་ཚོ་སྲུང་སྐྱོབ་བྱ་རྒྱུར་ངས་སྨན་ཁབ་དེ་རྒྱག་གི་ཡིན།
རང་ཉིད་ཀྱི་འཕྲོད་བསྟེན་གལ་ཆེན་པོ་བརྩི་མཁན་ཚོས་སྨན་ཁབ་རྒྱག་གི་རེད་མ་བརྩི་མཁན་ཚོས་རྒྱག་གི་མ་རེད། ཁོང་ཚོའི་བསམ་བློ་ལ་འགྱུར་བ་བཏང་ཐུབ་ཐབས་ཡོད་མ་རེད། གྲི་རྩེ་ཆེ་བ་གཅིག་ནི་ར་ཤ་ཡའི་སྨན་ཁབ་ས་ཡ་མང་པོ་བཟོ་སྐྲུན་ཐུབ་མིན་དང་སྨན་ཁབ་གང་བཟོས་པ་དེ་ཚོ་མི་མང་ལ་བགོ་འགྲེམས་ཐུབ་མིན་དེ་ཡིན་པ་རེད། དེ་ག་ནང་བཞིན་སྨན་ཁབ་འདི་མ་བརྒྱབ་པའི་གོང་དང་བརྒྱབ་ཚར་བའི་རྗེས་སུ་དུས་ཡུན་རིང་མོའི་ཆང་རག་སྤང་དགོས་མིན་གྱི་ལམ་སྟོན་མ་འདྲ་བ་ཡོད་པའི་རྐྱེན་གྱིས་མི་མང་ཁྲོད་ལ་སྨན་ཁབ་བགོ་འགྲེམས་བྱེད་ཕྱོགས་ཐད་ལ་དཀའ་ངལ་འཕྲད་བཞིན་ཡོད་པ་རེད། ཡོན་ཏན་ཟླ་བ་འདིའི་ནང་དབྱིན་ཇིའི་སྨན་བཟོ་ལས་ཁང་ཨེས་ཏྲ་ཛེ་ནེ་ཁ་ཡིས་ར་ཤ་ཡ་དང་མཉམ་ལས་བྱས་ཏེ་ཨེས་ཏྲ་ཛེ་ནེ་ཀ་ཡི་སྨན་གྱི་ནུས་པ་ཆེ་རུ་གཏོང་ཐབས་བྱེད་ཀྱི་ཡིན་ཞེས་ཁས་ལེན་བྱས་ཡོད་པ་རེད། འདི་ནི་ར་ཤི་ཡའི་སྨན་ཁབ་ཀྱི་ནུས་པར་གདེང་འཇོག་ཐོབ་པ་གལ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། གནས་སྟངས་འདི་རིགས་ཐོག་ནས་ར་ཤི་ཡ་མི་དམངས་ཚོ་ཏོག་དབྱིབས་ནད་དུག་ནས་སྲུང་སྐྱོབ་ཐུབ་རྒྱུར་ཐབས་ལམ་ཉག་གཅིག་སྟེ Sputnik Five ཡིན་པའི་ཡིད་ཆེས་གསར་བ་བསྐྲུན་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད།